འདི་ལོ། ཕྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཡི་གོ་སྟོན་དང་བསྟུན་ཏེ། རྒྱལ་སྤྱིའི་ཁྱོན་ལ་བྱམས་བརྩེའི་ལོ་སྲུང་རྩིས་ཞུ་བཞིན་པའི་ཁོང། ད་རིང་བཙན་བྱོལ་བོད་མིའི་མང་གཙོའི་དུས་ཆེན་ཐེངས་དྲུག་ཅུ་རེ་ལྔ་པའི་གཞུང་འབྲེལ་མཛད་སྒོར་ཆེད་ཕེབས་གནང་བས། སྐུ་མགྲོན་གཙོ་བོ། རྒྱ་གར་གྱི་གྲོས་ཚོགས་འཐུས་མི། མ་ནི་པུར་ནས་ཡིན་པ། སྐུ་ཞབས་ཨལ་ཧྥི་རེད་ཁཱན་ངམ་ཨར་ཐར་མཆོག་དང། གཞན་དགོན་སྡེ་ཚོ། ཉི་ཧོང། གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ། གྲོས་ཚོགས་འཐུས་མི། སྐུ་ཞབས་བྷ་དེ་ཡུའུ་ཆི་རེ་མཆོག་གཉིས་ཀྱི་དབུས་བེད་ཀྱི་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ། གསུམ་གྱི་རྗེས་སུ་ལས་སོ་རྣམ་པ་དང། གཞུང་དང་གཞུང་ཁོངས་མ་ཡིན་པའི་གི། སྐུ་ཚབ་རྣམ་པ། ཨ་ནི་མི་མང་རྣམ་པ། རྒྱལ་སྤྱིའི་ཁྱོན་ལ་ཡོད་པའི་གི། བོད་རིགས་དང་ཨ་ནི་ལྷག་པར་དུ་བོད་ནང་ལ་ཡོད་མཁན་བོད་རིགས་ཚང་མ་ལ་ཡང། ཐོག་མར་བཀའ་ཤག་གི་ངོས་ནས་འཚམས་འདྲི་བཀྲ་ཤིས་ལེགས་ཞུ་བ་ཡིན། སྤྱི་ནོར་གོང་ས་སྐྱབས་མགོན་གཞོན་པ་མཆོག། སྐུ་ན་གཞོན་དུས་ནས་མང་གཙོ་ལམ་ལུགས་ལ་ཐུགས་མོས་ཡོད་པ་བཞིན། བོད་ནང་སྤྱི་ཚོགས་ལེགས་བཅོས་ཀྱི་དགོངས་གཞི་རྣམས་རྒྱ་གཞུང་གིས་འགོག་རྐྱེན་སྣ་ཚོགས་སྤྲད་དེ་མངོན་འགྱུར་འབྱུང་ཐབས་མ་བྱུང་ནའང་བཙན་བྱོལ་དུ་ཞབས་སོར་འཁོད་མ་ཐག་ཏུ། མ་འོངས་ཕུགས་རྒྱང་རིང་པོར་དམིགས་ཏེ། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་དགུ་ཉིན། མ་སུ་རིར་བཙན་བྱོལ་བོད་གཞུང་གི་སྒྲིག་འཛུགས་གསར་འཛུགས་མཛད་བསྟུན། གཅིག་སྟོང་དགུ་བརྒྱ་དྲུག་ཅུ་ཟླ་བ་གཉིས་པའི་ཚེས་གསུམ་ཉིན། རྡོ་རྗེ་གདན་དུ་ཆོལ་གསུམ་སེར་སྐྱ་མི་མང་གི་སྐུ་ཚབ་རྣམ་པས། བསྟན་སྲུང་དམ་ཅན་རྒྱ་མཚོ་དཔང་དུ་བཙུགས་ཏེ། ྋགོང་ས་སྐྱབས་མགོན་མཆོད་པའི་དབུ་ཁྲིད་འོག་བཀའ་སྲུང་ཅི་སྒྲུབ་ཞུ་རྒྱུའི། རྣ་རྒན་ཐུ་མོ་ཆེ་འབུལ་སྐབས་ཆོས་ལུགས་ཆོལ་ཁ་དང་བཅས་པའི་སྤྱི་འཐུས་འོས་འདེམས་དགོས་པའི་བཀའ་བསྐུལ་གནང་བ་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཟླ་བ་དགུ་པའི་ཚེས་གཉིས་ཉིན། སྤྱི་འཐུས་ལྷན་ཚོགས་དབུ་བརྙེས་ཏེ་བོད་དོན་བདེན་མཐའ་གསལ་ཐབས་དང། བཙན་བྱོལ་བོད་མིའི་བདེ་དོན་སྒྲུབ་པའི་སྒྲིག་འཛུགས་ཀྱི་རྨང་གཞི་སྲ་བརྟན་འཛུགས་བཞེངས་གནང་བས། མང་གཙོ་དུས་ཆེན་ཞེས་བོད་མིའི་ཆབ་སྲིད་ཀྱི་ལོ་རྒྱུས་ནང་གལ་འགངས་ཆེ་བའི་དུས་ཚེས་ཤིག་ཆགས་ཡོད། ལོ་ངོ་དྲུག་ཅུ་རེ་ལྔ་སོང་བའི་རིང་ལ་བོད་མིའི་བཙན་བྱོལ་སྤྱི་ཚོགས་ནང་མང་གཙོ་ལམ་ལུགས་ཀྱི་འཕེལ་རིམ་ལ་ཕྱིར་བལྟས་ཀློག་སྐབས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་བར་མ་འོངས་བོད་ཀྱི་རྩ་ཁྲིམས་གཞི་རྩར་བཞག་སྟེ། སྤྱི་འཐུས་ལྷན་ཚོགས་དང་འཛིན་སྐྱོང་རིམ་བཞིན་ལེགས་བཅོས་དང། དབུས་དང་ས་གནས་སྒྲིག་འཛུགས་ཀྱི་འཐུས་ཚབ་འབོར་ཆེན་མཉམ་ཞུགས་ཡོད་པའི་ཟླ་དྲུག་དང་ལོ་འཁོར་ལས་བསྡོམས་ཚོགས་ཆེན་སོགས་བརྒྱུད། ཐད་ཀའི་མང་གཙོ་དང་ཉེ་བའི་ལམ་ལུགས་ལག་བསྟར། ཅེལ་ཆིག་སྟོང་དགུ་བཅུ་དགུ་བཅུ་དགུ་ཕྱི་ལོར་བཙན་བྱོལ་བོད་མིའི་བཅའ་ཁྲིམས་གཏན་འབེབས་གསལ་བསྒྲགས་གནང་སྟེ། མང་གཙོའི་ཀ་བ་གསུམ་དང་རང་དབང་ལྡན་པའི་སྡེ་ཚན་གསུམ་དང་བཅས་པའི་མང་གཙོའི་སྒྲིག་འཛུགས་ཆ་ལག་ཚང་བར་མཛད་ཅིང། ཕྱི་ལོ་ཉིས་སྟོང་གཅིག་ལོར་བཀའ་བློན་ཁྲི་པ་མང་ཚོགས་ཀྱིས་ཐད་ཀར་འོས་འདེམས་བྱས་ཏེ་ལོ་རྒྱུས་ཀྱི་དོན་སྙིང་ལྡན་པའི་ལམ་སྲོལ་གསར་གཏོད་གནང་བ་དང། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆབ་སྲིད་དང་འཛིན་སྐྱོང་གི་སྐུ་དབང་ཡོངས་རྫོགས་མང་ཚོགས་ཀྱིས་འོས་འདེམས་བྱས་པའི་མགོ་ཁྲིད་རྣམ་པར་རྩིས་སྤྲོད་མཛད་པ་བཅས་གོམ་སྟབས་བཞིའི་སྒོ་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་མང་གཙོའི་ལམ་ལུགས་ཚགས་ཚུད་ཡར་རྒྱས་བྱུང་བ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཆར་གཞི་དང་གོ་རིམ་ལྡན་པའི་ཐོག་སྟེང་ནས་གཤམ་དུ་སྐུལ་འདེད་སྣེ་ཁྲིད་མཛད་པའི་ཇེ་སྡུག་ཁོ་ན་ལས་བྱུང་བ་ཞིག་ཡིན། རྒྱལ་ཁབ་བཅུ་ཕྲག་གསུམ་ཙམ་ནང་མཐོ་འགྲེམས་སུ་ཡོད་པའི་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་མཚོན་ན། སྐྱབས་བཅོལ་བའི་སྤྱི་ཚོགས་གཞན་དུ་མཐོང་རྒྱུ་མེད་པའི་མང་གཙོའི་ལམ་ལུགས་ཀྱི་སྒྲིག་འཛུགས་ཆ་ལག་ཚང་བ་འདི་ལྟ་བུ་ཞིག་འཛུགས་ཤིང་དང་ནུས་ལྡན་ངང་ལག་བསྟར་བྱེད་ཐུབ་པ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ཉག་གཅིག་ཡིན་པ་སྨོས་མ་དགོས་ནའང། ང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ལའང་མང་གཙོ་ལམ་ལུགས་དུས་བསྟུན་བསྒྱུར་བཅོས་དང་གདོང་ལེན་བྱེད་དགོས་པའི་གནད་དོན་མི་ཉུང་བ་ཞིག་ལྷག་ཡོད། སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་ལྔ་པའི་གྲོས་ཆོད་དགོངས་དོན་ཆེད་འཛུགས་གནང་བའི་ཁྲིམས་སྒྲིག་བསྐྱར་ཞིབ་ཕྱིར་ཟིན་ཚོགས་ཆུང་ལ་བཀའ་ཤག་གི་ངོས་ནས་བཅའ་ཁྲིམས་ཀྱི་དོན་གནད་མང་དག་ཅིག་བསྐྱར་བཅོས་ཕྱིར་ཟིན་གྱི་ངོ་བོ་ཕུལ་བའི་ནང། སྐབས་དེའི་སྤྱི་ཚོགས་ཀྱི་བསམ་ཚུལ་དང་བཅའ་ཁྲིམས་ཀྱི་དཀའ་ངལ་ཙམ་ཞིག་མ་ཡིན་པར་དུས་བསྟུན་གདོང་ལེན་དང་མ་འོངས་ཕུགས་འཕེར་ལ་དམིགས་པའི་དོན་གནད་ཁག་ཅིག་བཀོད་ཡོད་ཁོངས། བཅའ་ཁྲིམས་དོན་ཚན་དང་པོའི་ནང་རྒྱལ་བ་སྐུ་ཕྲེང་རིམ་བྱོན་ནས་ཀྱང་རང་ཆས་སུ་ཡོད་པའི་སྐུ་དབང་རྣམས་བཞེས་སྐྱོང་མཛད་རྒྱུ་ཞེས་དང་ནང་གསེས་གཉིས་པར་བཀའ་སློབ་ལམ་སྟོན་བསྩལ་རྒྱུའི་ཆ་རྐྱེན་བཏོད་པ་བཀའ་ཤག་གི་ཕྱག་འབུལ་ལྟར་བསྐྱར་བཅོས་གཏན་འབེབས་ཟིན་ནའང་དོན་གནད་རྣམས། གཞན་རྣམས་རང་སོར་ལྷག་ཡོད་པས་མ་འོངས་པར་ཚང་མས་ཐུགས་ཞིབ་གནང་བའི་རེ་བ་ཡོད། སྐབས་བཅུ་བདུན་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་བརྒྱད་པར་ཚོགས་དུས་བརྒྱད་པར། བཀའ་ཤག་གི་གཞུང་འབྲེལ་གསལ་བཤད་དུ་བཅའ་ཁྲིམས་ནང་ནང་གསེས་ཡུལ་ཁྲིམས་བརྩི་སྲུང་ཞུ་དགོས་གལ་ཆེ་སྐོར་སྙན་སྒྲོན་ཞུས་པའི་ནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། བོད་མི་བརྒྱད་ཁྲི་ཙམ་ལོ་ངོ་དྲུག་ཅུ་རེ་ལྔ་གོང། རྒྱ་བལ་འབྲུག་གསུམ་ནང་བཙན་བྱོལ་དུ་ཕེབས་ནས་ད་ལྟའི་བར་གནས་ཡུལ་རྒྱལ་ཁབ་ཁག་དང་བཙན་བྱོལ་བོད་མིའི་སྤྱི་ཚོགས་གཉིས་ཀར་འཕེལ་འགྱུར་ཆེན་པོ་ཕྱིན་ཡོད་པ་དང་དུས་མཚུངས་སུ། འདི་དག་གི་ཁྲིམས་སྒྲིག་གི་ཆ་རྐྱེན་དང་སྲིད་ཇུས་ལག་བསྟར་བྱེད་ཕྱོགས་ལའང་འགྱུར་བ་ཧ་ཅང་ཆེན་པོ་ཕྱིན་ཡོད་སྟབས། ང་ཚོས་བཅའ་ཁྲིམས་དོན་ཚན་དྲུག་པའི་ལམ་སྟོན་ཇི་བཞིན་ཡུལ་ཁྲིམས་ཀྱི་ནང་དོན་གོ་རྟོགས་ཡོད་པའི་ཐོག་ནས། བོད་མིའི་སྒྲིག་འཛུགས་ཀྱི་བྱེད་སྒོ་ཡོངས་རྫོགས་པ་ཡུལ་ཁྲིམས་དང་མཐུན་པ་བཟོ་དགོས་པ་དང། ཡང་སྒོས་སུ་ཁྲིམས་སྒྲིག་ཁག་ལ་དུས་བསྟུན་བསྒྱུར་བཅོས་ཀྱིས་ཁྲིམས་མཐུན་དང་ཕུགས་འཕེར་གྱི་ཐབས་ལམ་ལག་ལེན་བསྟར་རྒྱུ་ཁ་ཚ་དགོས་གཏུག་ཆགས་ཡོད་ཅེས། འཕེལ་རིམ་རྒྱབ་ལྗོངས་དང་ཁྲིམས་དོན་གནས་བབ། ཁྲིམས་སྒྲིག་གི་དྲི་བ། གདོང་ལེན་བྱེད་སྒོ་བཅས་འགྲེལ་བརྗོད་ཞུས་ཡོད་ལ། གྲོས་ཚོགས་ཚོགས་དུས་དགུ་པར་བོད་མིའི་སྒྲིག་འཛུགས་ཀྱི་སྔོན་རྩིས་སྒྲིག་གཞི་བསྐྱར་བཅོས་ཁྲིམས་འཆར་གྲོས་ཚོགས་སུ་ཕུལ་བར་ཞིབ་འཇུག་སླད། ཆེད་འཛུགས་ཚོགས་ཆུང་བསྐོ་གཞག་ཟིན་འདུག་པས། ཚུགས་གཉིས་གྲོས་ཚོགས་ཚོགས་དུས་འདིར་བསྐྱར་བཅོས་གཏན་འབེབས་ཐུབ་པའི་རེ་བ་ཞུ་བཞིན་ཡོད། བཀའ་ཤག་གི་ངོས་ནས། ད་ལོ་རྒྱལ་བ་དགེ་བའི་གོ་སྟོན་དུས་ཆེན་གྱི་གོ་སྟབས་གོ་སྐབས་དམ་འཛིན་བྱས་ཏེ། བོད་ཀྱི་ཆོས་ཚོགས་ཐེངས་བཅོ་ལྔ་པ་གཟབ་རྒྱས་ངང་བསྐོང་ཚོགས་དང། གངས་ལྗོངས་ལྷ་མི་ཐུན་མོང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ། རྒྱལ་བའི་གོ་སྟོན་དངོས་གཞིའི་མཛད་སྒོར། བོད་ཀྱི་ཆོས་བརྒྱུད་ཁག་གི་དབུ་ཁྲིད་བླ་ཆེན་དང་སྐུ་ཚབ། བོད་མིའི་སྒྲིག་འཛུགས་ཀྱི་མང་གཙོ་ཀ་བ་གསུམ་གྱི་མཛད་གཙོ་རྣམ་པ། ཁྲ་ཀོ་ཀོར་གདན་གཅིག་ཏུ་འཛོམས་ཐོག་རྒྱ་གར་དབུས་དང་མངའ་སྡེ་ཁག་གི་སྐུ་ཚབ་བློན་ཆེན་གྱིས་གཙོས་འཛམ་གླིང་ཡུལ་གྲུ་ཁག་ནས་ཕེབས་པའི་སྐུ་མགྲོན་དང་སྒྱུ་རྩལ་བ་བརྒྱ་ཕྲག་དུ་མས་རྒྱལ་བའི་གོ་སྟོན་དང་བསྟུན་པའི་བྱམས་བརྩེའི་ལོ་འཁོར་དབུ་འཛུགས་ཀྱི་མཛད་རིམ་ལ་མཉམ་ཞུགས་གནང་བའི་གནས་ཚུལ་རྣམས་གསར་འགྱུར་བརྒྱུད་ལམ་ཉིས་བརྒྱ་བཅུ་དྲུག་ཙམ་གྱིས་རྒྱང་བསྲིང་དང། དངོས་ཕབ། གློག་བརྙན་དང་དཔྱད་གླེང་རྩོམ་ཡིག་སྣ་ཚོགས་བརྒྱུད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ལ་རྗེས་སུ་ཡི་རངས་དང། དགོངས་བཞེས་ལ་མོས་གུས་རྒྱབ་སྐྱོར་ཇི་ཡོད་ཀུན་གྱི་མཐོང་ལམ་དུ་མངོན་ཐབས་དང། བོད་ཀྱི་ཆབ་སྲིད་ཀྱི་གལ་གནད་སྐོར་གླེང་སློང་ཤུགས་ཆེ་བྱེད་ཐུབ་པ་བྱུང་ཡོད། བཀའ་ཤག་གིས་རྒྱལ་བའི་གོ་སྟོན་དུས་ཆེན་ནས་བཟུང་ལོ་འཁོར་གཅིག་རིང་རྒྱལ་སྤྱིའི་ཁྱོན་ལ་བྱམས་བརྩེའི་ལོ་སྲུང་བརྩི་ཞུ་རྒྱུར། བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམ་པས་སོ་སོའི་གནས་ཡུལ་ནས་འགོ་བཙུགས་ཏེ་འདབས་འབྲེལ་གྱི་སྤྱི་ཚོགས་གར་སྙོབ་སར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བྱམས་བརྩེའི་བསྟན་བཅོས་ལས་སྐྱེས་པའི་མཛད་འགན་བཞི་ཡི་དགོངས་བཞེས་རྣམས་རང་རང་ས་ནས་གོ་རྟོགས་ལས་འགུལ་རྒྱ་ཁ་ཆེ་སྤེལ་གནང་ཡོང་བའི་འབོད་སྐུལ་ཞུས་པ་བཞིན། ས་གནས་སོ་སོར་རྣམ་དཔྱོད་ལྡན་པའི་ལས་འགུལ་སྣེ་དབང་སྤེལ་བཞིན་པར་བསྔགས་བརྗོད་ཞུ་རྒྱུ་དང། ད་དུང། ལས་འགུལ་རྩོམ་སྐབས་པར་རིས་སོགས་ཀྱི་ཉེར་མཁོའི་རྒྱུ་ཆ་རྣམས་རྒྱལ་བའི་གོ་སྟོན་གྱི་གཞུང་འབྲེལ་དྲ་ཚིགས་ནས་ཕབ་ལེན་ནམ། དབུས་གོ་སྟོན་གོ་སྒྲིག་ཚོགས་ཆུང་ལ་རེ་སྐུལ་བྱས་ཆོག།

སྐུ་མགྲོན་རྒྱུན་མཐུད་ཇི་ལྟར་བྱ་རྒྱུ་ནི་བོད་བརྒྱུད་ནང་བསྟན་གྱི་ཆོས་ཕྱོགས་ཀྱི་བྱེད་སྒོ་ཞིག་ཡིན་སྟབས། རྒྱ་ནག་དམར་གཞུང་གི་ཆབ་སྲིད་དགོས་མཁོ་ཁོ་ནར་དམིགས་ནས་རྒྱལ་བའི་སྐུ་མགྲོན་རིམ་ཅན་ཕེབས་ཕྱོགས་ཐད་ཇུས་ངན་སྣ་ཚོགས་ཤོམ་འབྲི་བྱས་དང་བྱེད་བཞིན་པར་དགག་པ་མཐའ་གཅིག་ཏུ་བྱ་རྒྱུ་མ་ཟད། དུས་ནམ་ཡང་ངོས་ལེན་བྱེད་ཐབས་མེད་ཅེས་དམིགས་བསལ་ཐུགས་རྗེ་ཆེ་ཞུའི་གྲོས་ཆོད་དོན་ཚན་གསུམ་ཅན་ཞིག་སྣོལ་འཇོག་དང། སྤྱི་ཟླ་བདུན་པའི་ཚེས་བཞི་ཉིན་ཟུར་རྒྱན་བྲོས་བྱོལ་དོན་ཆེན་བཞི་ཅན་གཏན་འབེབས་གནང་བའི་ནང། རྒྱལ་བའི་ཡང་སྲིད་ངོས་འཛིན་གྱི་བྱེད་སྒོའི་འགན་འཁུར་བྱེད་སྒོའི་འགན་འཁུར་བྱེད་པོ་དང་ངོས་འཛིན་བྱེད་ཕྱོགས་འགྱུར་མེད་རྡོ་རྗེའི་ཚིག་གིས་ལེན་པ། རྗེན་པར་ཕེབས་པའི་བསྟན་འགྲོའི་འགལ་རྐྱེན་བར་ཆད་མཐའ་དག་རང་བཞིན་དུ་ཞི་ཞིང། མཛད་འཕྲིན་བསྐལ་པའི་བར་སྐྱོང་ངེད་ཀྱི་གཡར་དམ་ལ་ཚོགས་བྱར་བ་ཡོངས་དང་རྗེས་འཇུག་ཀུན་གྱིས་ཐེ་ཚོམ་ནེམ་ནུར་མེད་པའི་བརྩི་བཀུར་ཉམས་ལེན་ཞུ་རྒྱུ་ཞེས་གཡར་དམ་བཅས་ཡོད་པས་རྒྱ་ནག་གུང་ཁྲན་གཞུང་གིས་རྒྱལ་བའི་ཡང་སྲིད་ངོས་འཛིན་རྒྱ་ནག་ནས་དཔྱད་ཞིབ་དང། གསེར་སྦུབས་དཀྲུག་འདོན། ཀྲུང་དབྱང་གི་ཆོག་མཆན་ཟེར་བའི་ཆབ་སྲིད་ཀྱི་ཧམ་བཤད་རྨང་ནས་བརྒལ་ཡོད་རྒྱ་ནག་གུང་ཁྲན་གཞུང་གིས་བོད་ལ་བཙན་འཛུལ་བྱས་མ་ཐག་པ་ནས། བོད་བརྒྱུད་ནང་བསྟན་རྩ་མེད་གཏོང་བའི་དམིགས་ཡུལ་བཟུང་སྟེ། ཆོས་རྗེ་བསྟི་གནས་དགོན་པ་དྲུག་སྟོང་ལྷག་རྩ་གཏོར་དང་གྲྭ་བཙུན་རྣམས་བཙན་ཤེད་ཀྱིས་སྐྱ་སར་ཕབ་པ་མ་ཟད། བོད་མི་ས་ཡ་གཅིག་དང་འབུམ་གཉིས་ལྷག་དུས་མིན་རྐྱེན་ལམ་བཏང་ཡོད་པ་དང། དེང་སང་བོད་མི་ཚོར་སོ་སོའི་ངོ་རྟགས་དོར་ནས་ཀྲུང་ཧྭ་མི་རིགས་ཀྱི་འདུ་ཤེས་བསྐྲུན་དགོས་པ་དང་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་དགོས་ཟེར་ནས་དགོན་པ་ཁག་གི་གྲྭ་བཙུན་གྱི་གྲངས་ཚད་ཚོད་འཛིན་དང། དགོན་པའི་མཁར་དབང་དང་ཡོང་འབབ་ཚང་མ་རྒྱ་གཞུང་གི་བཙན་འཕྲོག། དགོན་པའི་འཛིན་སྐྱོང་སྒྲིག་འཛུགས་ནང་དམར་ཤོག་ཚོགས་མི་དང་ལས་བྱེད། སྤྱི་བདེ་མི་སྣ་བཀོད་སྒྲིག། གྲྭ་བཙུན་ཚོར་འགྲོ་འོང་བཀག་སྡོམ་དང་ནང་ཆོས་ལ་ཐོས་བསམ་སྒོམ་གསུམ་བྱེད་པའི་ཐོག་གཏམ་བཀག་ནས། དམར་པོའི་ལྟ་སྤྱོད་སློབ་ཁྲིད་ཐན་ལ་དགེ་བཤེས་རྣམས་ཆབ་སྲིད་ཀྱི་ལག་ཆར་བཀོལ་སྤྱོད་སོགས། རྒྱ་གུང་ཁྲན་གཞུང་ནས་ལྷག་པའི་བསྟན་དགྲ་ཞིག་ད་བར་བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ནང་བྱུང་མྱོང་མེད་པས། ལོ་རྒྱུས་དང་བཟང་སྤྱོད། ཁྲིམས་ལུགས་གང་ཅིའི་ཐོག་ནས་ཀྱང་རྒྱ་གུང་ཁྲན་གྱི་ཀྲུང་དབྱང་ཟེར་བ་དེར་རྒྱལ་མཚམས་བརྒལ་ཏེ་རྒྱལ་བའི་ཡང་སྲིད་ངོས་འཛིན་ཐོག་ཆོག་མཆན་སྤྲོད་པའི་འོས་བབ་གཏན་ནས་ཡོང་ཤེས་ཐབས་མེད། རྒྱ་གུང་ཁྲན་གཞུང་གིས་ལོ་ངོ་སུམ་ཅུ་གོང་ཀུན་གཟིགས་པཎ་ཆེན་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་དགུང་ལོ་དྲུག་སྟེང་བཙན་ཁྲིད་ཀྱིས་ད་བར་གར་སོང་ཆ་མེད་དུ་གྱུར་ཡོད་པ་དང། གསེར་བུམ་དཀྲུག་སྟོན་ཟེར་བའི་འཁྲབ་སྟོན་བརྒྱུད་ནས་བསྐོ་བཞག་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུ་གུང་ཁྲན་ཏང་གི་ལེའུ་བཅུ་པའི་ངག་འཇལ་བཟོས་ཏེ་ལབ་བརྡོལ་ཅི་རིགས་སྦྱིན་དུ་བཅུག་པ་དང། བོད་རིགས་རྣམས་བཙན་ཤེད་ཀྱིས་མཇལ་ཁ་དང། ཆོས་ཉན་དུ་འཁྲིད་བཞིན་པའི་ཁོར་ཡུག་དེ་ལྟ་བུའི་ནང། བསྟན་འགྲོར་ཕན་བདེ་སྒྲུབ་པའི་གོ་སྐབས་ཤིག་ཡོང་མི་སྲིད་པས། ཡང་སྲིད་འཁྲུངས་པའི་དགོས་པ་མེད་པར་གྱུར་ཡོད། ང་ཚོས་གསལ་བརྗོད་ཐུབ་པ་ཞིག་ནི། ཕྱི་ནང་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བཞུགས་རྒྱུ་ངེས་གཏན་ཡིན་པ་དང། མུ་མཐུད་མཛད་ཁུར་བཞི་ཡི་ཐོག་ཐུགས་བརྩོན་མཛད་རྒྱུ་མ་ཟད། གཞིས་བྱེས་བོད་དོན་བདེན་མཐའ་མ་གསལ་བ་དེ་ཕྱིར་དུ་མ་འོངས་རྒྱལ་བའི་ཡང་སྲིད་ཀྱང་རང་དབང་ལུང་པར་འཁྲུངས་རྒྱུའི་དཀའ་སེལ་ཕེབས་ཟིན་ཡོད་ལ། རང་དབང་ལུང་པ་ནས་འབྱོན་ངེས་ཀྱི་རྒྱལ་བའི་ཡང་སྲིད་གང་ཉིད་འཚོལ་ཞིབ་ངོས་འཛིན་དང། ཁྲི་འདོན་གྱི་འགན་འཁུར་རྣམས་དགའ་ལྡན་ཕོ་བྲང་ཡིད་ཆེས་དགེ་རྩས་ལེན་རྒྱུ་ཡིན་བཅས་ཡིན་ཞིང། རྒྱལ་གཅེས་དབང་ལྡན་འགན་འཛིན་རྣམ་པས་བོད་བརྒྱུད་ནང་བསྟན་ཆོས་བརྒྱུད་ཁག་གི་དབུ་ཁྲིད་བླ་ཆེན་རྣམ་པ་དང་རྒྱལ་དབང་སྐུ་འཕྲེང་ན་རིམ་དང་ལུས་དང་གྲིབ་བཞིན་འགྲོགས་པའི་དམ་ལྡན་ཆོས་སྲུང་ཁག་ལ་སྐབས་བསྟུན་ལམ་སྟོན་ཞུས་ཏེ་ཡང་ཡང་སྤྲུལ་རྩད་གཅོད་ངོས་འཛིན་དངོས་གསོལ་བཞིན་བྱ་རྒྱུ་ཡིན་ལ་སྐུ་འཕྲེང་ན་རིམ་ནས་གངས་ཅན་པ་རྣམས་སྐྱོང་བའི་གཡར་དམ་དབྱེར་མེད་འབྲུ་ལྔའི་དཔལ། རྒྱ་ནག་གུང་ཁྲན་གཞུང་གི་ཧམ་བཤད་ངན་གཡོའི་རྫུན་བཅོས་རྣམས་རྒྱལ་སྤྱིའི་ནང་དང་ནང་པའི་སྤྱི་ཚོགས་སྤྱི་དང། བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པའི་ཁྲོད་ངོས་ལེན་ཐོབ་པའི་གཞི་རྟེན་གང་ཡང་མེད་པ་ཆགས་རྒྱུ་ཉག་གཅིག་ཡིན། རྒྱལ་བའི་གོ་དོན་ཉིད

ཅིན་ཧོ་ཧོས་སྐྱབས་མགོན་ཆེན་པོ་མཆོག་དང་ལོ་མང་འབྲེལ་ལམ་གཏིང་ཟབ་ཡོད་པའི་རྒྱལ་ཁབ་སྟེ། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་སྐུ་ཞབས། Peter Pavel། མཆོག་ལ་མཆོག་ལ་དྭགས་སུ་གོང་ས་མཆོག་མཇལ་བསྐྱར་བྱུང་བ་ནི་ལོ་རྒྱུས་ཀྱི་ལེ་ཚན་གསར་པ་ཞིག་ཆགས་ཡོད། བཀའ་ཤག་གིས་བོད་མིའི་སྤྱི་ཚོགས་དང། བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པ། ནང་པའི་སྤྱི་ཚོགས། རྒྱལ་ཁབ་ཁག་བཅས་ནས་རྒྱལ་བའི་ཡང་སྲིད་ཀྱི་གནད་དོན་ཐོག། ཁྲིམས་ཡིག་དང། གྲོས་ཆོད། བསྒྲགས་གཏམ། གསོལ་འདེབས། བསྙེན་དུ་སོགས་འདོན་སྤེལ་ཟིན་པ་རྣམས་བསྡུ་རུབ་ཀྱིས། རྒྱབ་བརྟེན་ཡིག་ཆའི་ཚུལ་དུ་གསོག་ཉར་བྱེད་བཞིན་པ་དང། ད་དུང་མུ་མཐུད་རང་དབང་ལུང་པའི་ནང་ནུས་ལྡན་གྱི་རྒྱབ་སྐྱོར་འཚོལ་ཐབས་འབད་བརྩོན་ཞུ་རྒྱུ་ཡིན་པས། འབྲེལ་ཐོགས་ཚང་མས་མཉམ་རུབ་གནང་སྐྱོང་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད། མང་གཙོ་ལམ་ལུགས་ནི་བོད་དོན་འཐབ་རྩོད་ཀྱི་གཞོམ་གཞིག་མི་ཐུབ་པའི་སྟོབས་ཤུགས་ཡིན་ལ། མ་འོངས་པར་གཞིས་བྱེས་ལྷན་འཛོམས་སྐབས་གཞིས་བཞུགས་སྤུན་ཟླ་ཚོར་འབུལ་རྒྱུའི་ལེགས་སྐྱེས་རྩ་ཆེ་ཤོས་ཀྱང་འདི་ཡིན། བཀའ་ཤག་གི་འབོད་ཚིག་ཏུ་སྤྱི་སྙོམས་དྲང་བདེན་ཞེས་པ་འདི་ཡང་མང་གཙོའི་ལམ་ལུགས་ཀྱི་ཁྲིམས་ལུགས་དྲང་བདེན་དང་སྲིད་ཇུས་སྤྱི་སྙོམས་ལ་བརྟེན་ནས་མངོན་འགྱུར་བྱེད་ཐུབ་པ་དང། མི་དམངས་རྣམས་ཆབ་སྲིད་དང་སྤྱི་ཚོགས་ཀྱི་བྱེད་སྒོར་མཉམ་ཞུགས་ཀྱི་སྒོ་ནས་ནུས་པ་མཉམ་སྤུངས། བོད་རང་དབང་གི་ཆེད་དུ་རྡོག་སྒྲ་འགྲིག་པོའི་ཐོག་ནས་གོམ་པ་མདུན་སྤོ་བཅས་ཀྱི་རེ་འདུན་འཆང་གི་ཡོད་པས་ང་ཚོ་ཐུན་མོང་གི་རྨི་ལམ་མངོན་དུ་འགྱུར་བར་ཚང་མས་བློ་སྟོབས་བསྐྱེད་རོགས། མཐའ་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་སྐུ་ཚེ་བརྟན་ཅིང་མཛད་འཕྲིན་སྲིད་མཐའི་བར་རྒྱུན་འཁྱོངས་ཀྱིས་སྨོན་འདུན་དང་གཞིས་བྱེས་བོད་མི་ལྷན་འཛོམས་ཐོག་རང་དབང་མང་གཙོའི་སྤྲོ་གར་གང་མྱོང་རོལ་ཐུབ་པའི་སྨོན་ལམ་བཅས། བཀའ་ཤག་གིས།